གང་ལྟར་དེ་གཉིས་ཀ་མི་ཐུབ་པ་ནི་གཉིས་ཀ་མི་ཐུབ་པ་ག་རེ་ཡང། སོ་སོ་ལྟ་མིན་གྱི་འགོག་པ་ཡང་མ་གཏོགས་སོ་སོ་ལྟ་འགོག་ཡང་མ་གཏོགས་པ་ནི་དེ་ལས་གཞན་པ་ལྟ་བུའོ་གསུངས་དུས་ད་དེ་ལས་གཞན་པ་ཟག་མེད་སྐྱེ་བའི་ཆོས་ཅན་དེ་ཞག་འཇིག་མེད་འགྲོ་རུ་བ་ཞེས་བྱ་བའི་མུ་བཞིར་ཡང་བཤད་དོ་ད་མུ་བཞི་རིམ་པ་གཉིས་འདུ་བ།

ཞེས་བཤད་དོ། ད་ནི་གསུམ་པ། འདུས་བྱས་ཀྱི་གནས་ལ་གནས་བརྒྱད་ལས། དེ་དག་གི་སྤྱི་དོན་ནི། ད་འདི་འདི་མ་ཀློག་ཤར་འགྲིག་མེད་དོ། ད་འདི། གནས་བརྒྱད་ཀྱི་རྣམ་གཞག་བཤད་པ་འདིར་བ་འདྲེའི་བཤད་པ། རྣམ་གཞག་དང་འདྲེའི་དང་གནས་གང་ནས་བརྗོད་བྱ་གང་དོན་གསུམ་གྱིས་ངེས་པར་བྱ་བ་ལས་དང་པོ་ལ། གང་པའི་ནི།

ཟག་བཅས་བྱེ་བྲག་ཏུ་སྟོན་པའི་དབང་དུ་བྱས་ནས་གནས་གསུམ་པ་སྟེ། ཞེས་པ་དང། ཀུན་ནས་གནས་གསུམ་སྟེ་ཞེས་པ་དང། གང་ཀུན་ནས་ཉོན་མོངས་པ་འཇིག་རྟེན་གྱི་ཁམས་གསུམ་དང་འགྲོ་བ་ལྔ་དང། གང་དུ་ཀུན་ནས་ཉོན་མོངས་པ་སྣོད་ཀྱི་འཇིག་རྟེན་དང་ཇི་ལྟར་ཀུན་ནས་ཉོན་མོངས་པ་སྐྱེ་གནས་བཞི་དང་རྟེན་འབྲེལ་ཡན་ལག་བཅུ་གཉིས་སྟོན་པ། འཇིག་རྟེན་བསྟན་པའི་མཛོད། ད་འདི་སྡོམ་དེ་བློ་ལ་ངེས་ན་ནི་ཡག་པོ་ཡོད་རེད་བ། ད་ལྟ་ང་རང་ཚོའི་གནས་གསུམ་པ་གི་བརྗོད་བྱའི་གཙོ་བོ་འགྲོ་བ་ཚུར་འདུས་ཡོད་ན་དེ་ཆགས་ཀྱི་ཡོད་རེད་བ། གང་ཀུན་ནས་ཉོན་མོངས་པ། སེམས་ཅན་གྱི་འཇིག་རྟེན་བྱེད་རེད་བ་ད། སེམས་ཅན་གྱི་འཇིག་རྟེན་སྣོད་བཅུད་ཀྱི་འཇིག་རྟེན་བྱེད། ཁམས་གསུམ་བྱེད་འགྲོ་བ་ལྔ་བྱེད། དེ་དག་གང་དུ་སྐྱེ་བ་ལེན་ཡག་གི་གནས་སྣོད་ཀྱི་འཇིག་རྟེན་བྱེད། དེ་ལ་ཡང་སྐྱེ་བ་ཇི་ལྟར་ལེན་པའི་ཚུལ་དེ་ལ་སྐྱེ་གནས་བཞི་དང་རྟེན་འབྲེལ་ཡན་ལག་བཅུ་གཉིས་སུ་བརྟགས་ཏེ་གནས་གསུམ་པའི་དོན་དང་བཅས་པ། གང་གིས་ཀུན་ནས་ཉོན་མོངས་པར་བྱེད་པའི་དབང་དུ་བྱས་མཛད་ནས་ལས་བསྟན་པ། འོ་ན་དེ་དག་འགྲོ་བ་དེ་དག་རེ་བ་དང། ཁམས་གསུམ་དང་འགྲོ་བ་ལྔ་རིགས་དྲུག་དེ་འདྲའི་སྐྱེ་བ་ལེན་དགོས་བ་གར་བྱས་པ་རེད་ཟེར་གྱི་ཡིན་ན་ལས་དང་ཉོན་མོངས་ཀྱི་བྱ་བ་རེད་ཅེ་ད་ལས་བསྟན་པའི་དབང་དུ་བྱས་ནས་ལས་ཀྱི་རྣམ་གཞག་སྟོན་པའི་གནས་བཞི་པ། བྱེ་བྲག་ཏུ་སྟོན་པའི་དབང་དུ་བྱས་ན་གར་ཟ། ལས་དེ་གང་གིས་ཀུན་ནས་ཉོན་མོངས་པ། དེའི་ཕྱིར་ལས་བརྟེན་པ་གནས་བཞི་པ་དང་ཕྲ་རྒྱས་བརྟེན་པ་གནས་ལྔ་པ་བྱས། འོག་ཏུ། ཟག་མེད་བྱེ་བྲག་ཏུ་སྟོན་པའི་དབང་དུ་བྱས་ནས། གནས་ཕྱི་མ་གསུམ་སྟེ། གསུམ་བ། ད་གོ་བ་ལས་ཡང་གྲོལ་བའི་རིམ་པའི་དབང་དུ་བྱས་ཀྱི་ཡིན་ན། གནས་ཕྱི་མ་གསུམ། གང་རྣམ་པར་བྱང་བའི་གང་ཟག་དང། རེ་བ་རྣམ་བྱང་ཡང་མངོན་དུ་བྱེད་པ་པོའི་གང་ཟག་དང། གང་དུ་རྣམ་པར་ཕྱེ་བའི་ཁམས་གསུངས། ཇི་ལྟར་རྣམ་པར་ཕྱེ་བའི་མངོན་རྟོགས་ཀྱི་རིམ་པ་བསྟན་པའོ། དེ་རིང་ནི་ལམ་དང་གང་ཟག་སྟོན་པའི་མཛད་གནས་དྲུག་པ་བྱས། གང་གིས་རྣམ་པར་ཕྱེ་བ་རྣམ་པར་བྱང་བར་བྱེད་པ་སྟེ་ཡེ་ཤེས་བསྟན་པ། ནས་བདུན་པ་བྱས། ཡེ་ཤེས་ཀྱི་རྟེན་བརྟེན་པའི་དབང་དུ་བྱས་ནས་སྙོམས་འཇུག་སྟོན་པའི་མཛོད་ལྟ་བུའོ་ཞེས་འཆད་དེ། འདི་ནི་སྒྲའི་རྣམ་པར་བཞག་པ་ཡིན་ནོ། སྔོན་གྱི་སློབ་དཔོན་ཁ་ཅིག་ནི་དམིགས་པ་དང་སྤྱོད་པ་དང་འབྲས་བུ་སྟོན་པའི་དབང་དུ་བྱས་ནས་གནས་བརྒྱད་དུ་བསྒྱུར་ཏེ་ཇི་ལྟ། ཇི་སྙེད་པ་སྟོན་པའི་དབང་དུ་བྱས་ནས་ཟེར་བ་དང། ཇི་སྙེད་པ་སྟོན་པའི་དབང་དུ་བྱས་ནས་གར་རེ་སོགས་ཟེར་ཡང་གནས་གཉིས་དང་མེད་དོ། གནས་དང་པོ་གཉིས་མེད་དོ། ཇི་ལྟ་བ་སྟོན་པ་ལ་གནས་གསུམ་པ་དང་བཞི་པ་དང་ལྔ་པ། ལྟ་བདེན་བཞིའི་རྣམ་གཞག་ལ་སྦྱར་ནས་བསྟན་པ་ཡིན་ཙམ་མེད་དོ། སྤྱོད་པ་བསྟན་པའི་དབང་དུ་བྱས་ནས་གནས་དྲུག་པ། འབྲས་བུ་དང། དེ་ཡི་ཡོན་ཏན་བསྟན་པའི་དབང་དུ་འབྲས་བུ་ཡེ་ཤེས་ཀྱི་ཡོན་ཏན་བསྟན་པ་གནས་ཕྱི་མ་གཉིས་དུ་མ་སྐྱེས་པར་བསྟན་ཏོ། གཉིས་པ། གནས་དེ་དག་གི་འབྲས་རྣམ་པར་གཞག་པ་ནི། ཆོས་མངོན་པས་བརྗོད་བྱ་ཟག་བཅས་ཟག་མེད་ཀྱི་ཆོས་རྣམས་བསྟན་པའི་དབང་དུ་བྱས་ནས་གནས་དང་པོ་བཤད་དོ། ཨོ་ད་སྟེ། ཟག་བཅས་ཟག་མེད་ཀྱི་ཆོས་རྣམས་བསྟན་པའི་ཆེད་དུ་བལྟ་བ་ས་མ་ཚང་གི་ཡིན་ན། གནས་ཕྱི་མ་གསུམ་གྱི་དོན་དག་དེ་ག་དེ་ཡག་པོ་ཞིག་ངེས་པར་བྱེད་པ་ལ་ཨ་ལས་དེའི་མངལ་ལ་བྱེ་བྲག་མ་བའི་རྩ་བའི་གྲུབ་སྟེ་རྣམ་གཞག་འདྲ་བ་གཅིག་པུ་རུ་བ་ཟག་བཅས་ཟག་མེད་ཀྱི་ཆོས་ཀྱི་ངོ་བོ་འདྲ་བ་གཅིག་རུ་བའོ་ད་དེ་ག་དེའི་བསྟན་པའི་དབང་གནས་དང་པོ་བཤད་དོ། དེར་མིང་ཙམ་སྨོས་པས་དབང་པོ་རྒྱས་པར་བསྟན་པའི་ཆེད་དུ་གནས་གཉིས་པ་དབང་པོ་བསྟན་པའི་གནས་བཤད། དེ་དག་ཏུ་ཁམས་གསུམ་གྱི་མིང་ཙམ་སྨོས་པས་རེ་བ་ལྟ་གཅིག་ལས་གཅིག་འཕྲོས་དང་འདྲ་བ་སྟེ་རེ་བ་འོ་ལྟ་སྟེར་གནས་གསུམ་པ། ཁམས་གསུམ་བསྟན་པ་དེ་ཡི་རྒྱུ་དབང་ཕྱུག་སོགས་བཀག་ནས། དངོས་སུ་ལས་ལས་བྱུང་ངོ་ཞེས་སྟོན་པའི་ཕྱིར་དུ་གནས་བཞི་པ། ལས་དེ་ཡང་ཀུན་ནས་ཉོན་མོངས་པའི་ཕྲ་རྒྱས་ཡིན་ནོ་ཞེས་བསྟན་པའི་ཕྱིར་དུ་གནས་ལྔ་པ་བསྟན་ཏོ། ཕྲ་རྒྱས་དེ་དག་སྤོང་བྱེད་ནི་ལམ་ཡིན་ནོ་ཞེས་བསྟན་པའི་ཕྱིར་དེའི་རྗེས་ལ་གནས་དྲུག་པ་འཆད་དོ། འོ་ལྟ་སྟེར། དེར་སྨོས་པའི་བྱེ་བྲག་ཏུ་བཤད་པའི་གནས་བདུན་པ། རྗེས་ལ་བཤད་དོ་ཡེ་ཤེས་ཆེ། དེ་ལས་སངས་རྒྱས་ལ་ཐུན་མོང་དང་ཐུན་མོང་མ་བའི་ཡོན་ཏན་གཉིས། ཨ་ནི་གནས་བརྒྱད་པ་བཤད་དོ། གསུམ་པ་གནས་གང་ནས་བརྗོད་བྱ་གང་སྟོན་པ་ནི་གཞུང་གི་དོན་ལས་ཤེས་པར་འགྱུར་རོ། གཞུང་གི་དོན་ལ་གནས་བརྒྱད་ལས། ད་མ་གནས་བརྒྱད་དུ་མ་འཕྲོས་ངོ་ཏི་བ། དེ་ཡིན་དུས་རྩ་ནས་ང་རང་ཚོས་མཛོད་འདི་ཨ་ལས་གཞུང་སློབ་སྦྱོང་བྱེད་ཡག་གི་ད་ཧ་ཅང་གལ་ཆེན་པོ་ཡིན་པ་མ་ཟད།

ད་དེང་ང་རང་ཚོའི་སྔས་མ་གཞུང་དཀར་པོའི་ང་ཟེར་ཡག་དེ་གྲྭ་སའི་ནང་ལ་ཡང་སློབ་ཟན་སློབ་སྦྱོང་དུ་འདམ་བཏང་སྟེ་པོད་མ་ཟེར་བ་ཡག་པོ་ཞིབ་པོ་ཅིག་འདམ་འདུག་བ་དེ་ག་རེ་རེད་ཟེར་ན་མཚན་ཉིད་གྲྭ་ཚང་ཡི་གེ་ཐོས་ལ་ཡང་མཛོད་དང་འདུལ་བ་ཞེ་དྲག་མེད་པ་བྱས་དང་པོ་མེད་པ་བྱས་པ་རེད་བ་མདོ་སྡེའི་རྒྱན་དང་འོ་ད་དེ་འདྲས་བྱང་ས་དེ་དེ་འདྲས་བཅོས་བ་གནང་རེད་བ་དང་པོ་དེ་འདྲས་སློབ་སྦྱོང་དེ་བཅོས་དུས་ཚང་ནས་ཀོ་ས་ཆོས་ཆེན་པོ་ཞིག་ཁྱོན་ནས་ཡོང་གི་མི་འདུག་ཟེར་གི་འདུག་བ་རེད་བ་ཅིག་ལས་དེ་འདི་ཡིན་ཙང་ཡང་བསྐྱར་རྗེས་སུ་མཛོད་འདུལ་གཉིས་དེ་ཡང་ལོ་རེ་རེ་རེ་ཚིགས་བཅད་ནི་ཡང་བཅུའོ་བཅུ་བ། ཨོ་འདི་ཡིན་དུས་ཙམ་ནས་འདི་གལ་ཆེན་པོ་ཆགས་འདུག་ད་འགྲིག་གི་རེད། གནས་བརྒྱད་ལས་ད་གནས་དང་པོ་ག་རེ་ཡིན་པ་ཡང་ཁམས་བསྟན་པ་རེད་བས། ཨོ་གནས་བརྒྱད་ལས་དང་པོ་ཨོ་དེ་རེད། གནས་བརྒྱད་ལས་དང་པོ་ཁམས་བསྟན་པ་ལ་གནས་དང་པོ་ཁམས་བསྟན་པར་འཆད་པ་ལ་གསུམ་སྟེ། འདུས་བྱས་མདོར་བསྡུས་པའི་རབ་ཏུ་དབྱེ་བ། མིང་གི་རྣམ་གྲངས། ཕུང་ཁམས་སྐྱེ་མཆེད་རྒྱས་པར་བཤད་པའོ། ད་ས་བཅད་གསུམ་པོ་ཏི་ལོར་བཏགས་བདག་སེམས་ཀུན་ལ་ག་རི་སེ་སོགས་སུ་ཡང། རྒྱས་བཤད་ཀྱི་ས་བཅད་གསུམ་པོ་ལ། འོ་དེ་རི་འདུས་བྱས་མདོར་མདོར་བསྟན་པ་ཟེར་བ། མིང་གི་རྣམ་གྲངས་བཤད་པ། ཕུང་ཁམས་སྐྱེ་མཆེད་ཀྱི་རབ་ཡིན་རྒྱས་པར་བཤད་པ་ཕུང་ཁམས་སྐྱེ་མཆེད་རྒྱས་པར་བཤད་པའོ། ད་ས་བཅད་དེ་གསུམ་པོ་ནང་ནས་དང་པོ་བཏགས་བདག་སྒྲུབ་བོ། ད་དང་པོ། སྔར་ལམ་མ་གཏོགས་པའི་འདུས་བྱས་ནི་ཟག་བཅས་ཞེས་གང་སྨྲས་པས་འདུས་བྱས་ཀྱི་ཆོས་རྣམས་ཞེས་སྨོས་པ་དེ་དག་གང་ཞེ་ན། ལམ་མ་གཏོགས་པའི་འདུས་བྱས་རྣམས་ཟག་བཅས་སླད་པ་ཡིན་ན་ཟེར་བ། ཨ་ནི་འདུས་བྱས་ཟེར་ན་དེ་ག་རེ་ལ་ཟེར་གྱི་ཡིན་ཞེས་དྲིས་པ། དེ་དག་གང་ཞེ་ན། ཞེས་དྲིས་པའི་ལན་དུ། འདུས་བྱས་ཞེས་བྱ་བ་ལ་སོགས་པ་སྨོས་ཏེ་དེ་ལ་ལྔ་ལས་དང་པོ་གང་དབྱེ་བའི་གཞི་ནི་སྤྱོད་འཇུག་ལས་དབྱེ་ནས་གཅིག་གི་བདག་རིག་གིས་ཀྱང།

གཟུགས་ལ་སོགས་པའི་ཕུང་པོ་ལྔ། འོ་དེ་རེ་བ། གང་དག་གཟུགས་ཀྱི་ཕུང་པོ་དང་སོགས་པའི་སྒྲས་གཟུང་བ་ནི་གར་ཟ། འདུ་བྱེད་དང་འདུ་བྱེད་དང་རྣམ་པར་ཤེས་པའི་ཕུང་པོ་དེ་ཕུང་པོ་ལྔ་པོ་དག་ཡིན་ནོ། འདུ་བྱེད་ཆོས་རྣམས་དེ་དག་ཀྱང་གཟུགས་ལ་སོགས་པའི་ཕུང་པོ་ལྔ། འོ་ད་དེ་ཡིན་པ། ད་འདུས་བྱས་མ་བསྡུ་ཡིན་ན་ནི་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་རྣམ་ཤེས་ཀྱི་ཕུང་པོ་ཡིན་ནོ། འདུས་བྱས་ནི་རྐྱེན་འཕྲད་ཅིང་འདུས་ནས་ཟེར་བ། འོ་འདི་རེད། འོ་རྐྱེན་འཕྲད་ཅིང་འདུས་ནས་བྱས་པ་སྟེ། ཟེར་བ། རྐྱེན་གཅིག་གིས་བསྐྱེད་པ་ནི་འགའ་ཡང་མེད་དོ། ད་འདུས་བྱས་དེ་ཡིན་པ། འོ་ན་མ་འོངས་མི་སྐྱེ་བའི་ཆོས་ཅན་ཇི་ལྟར་འདུས་བྱས་ཡིན་ཞེ་ན་སྐྱེ་བར་འགྱུར་བའི་ཆོས་ཅན་དེ་དག་དང་རིགས་མཐུན་ཞིང་མཚན་ཉིད་འདྲ་བའི་ཕྱིར་འདུས་བྱས་ཞེས་བྱ་སྟེ། ཅེས་དང། འོ་དེ་ལ་སྐྱེ་བ་མ་ཡིན་ཀྱང་སྐྱེ་རུང་ཡིན་འགག་པ་མ་ཡིན་ཀྱང་འགག་རུང་ཡིན་དེ་འདྲའི་སེ་གོལ་དུ་བ་དང། འོ་ད་དེ་འདྲའི་སེ་གོལ་དུ་བ་དང་འདུས་བྱས་ཞེས་བྱ་བ་སྟེ། ནུ་མ་ལས་བྱུང་བའི་འོ་མ་དང་རིགས་མཐུན་པས་ན། གནས་ག་རེ་ས་མི་འབྱོར་བ་གཞན་གྱི་ལུས་ལ་གནས་པ་ལ་ཡང་ཟེར་བ་དང་འོ་མ་མིག་དག་ཡིན་པར་བ་དང་ཞེས་བརྗོད་པ་ཞིག་རྐྱང་གི་སྒྲ་ནི། འདུས་བྱས་ལ་དབྱེ་བ་ཡོད་པ་མ་འདུས་བྱས་ཆོས་རྣམས་དེ་དག་རྐྱང་ཞེས་པའི་རྐྱང་སྒྲས། འདུས་བྱས་ལ་དབྱེ་བ་ཡོད་པ་མ་ཟད་འདུས་མ་བྱས་ལ་ཡང་དབྱེ་བ་ཡོད་དོ་ཞེས་བསྟན་པའི་ཕྱིར་རོ། གཟུགས་ལ་སོགས་པའི་ཕུང་པོ་ཞེས་སྨོས་པ་ནི་ཚུལ་ཁྲིམས་ལ་སོགས་པ་རྣམ་གྲོལ་གྱི་ཕུང་པོ་དང། ཕྱི་ཡི་སྐྱེ་མཆེད་རྣམས་བསལ་བའི་ཕྱིར། ཕུང་པོའི་མིང་ཅན་དེ་ལ་མང་པོ་ཡོད་རེ་བ། མང་པོ་ཡོད་ཙང་ཕུང་པོའི་མིང་ཅན་གཞན་དག་པར་བསལ་བའི་ཕྱིར། ཕྱི་ཡི་ཕུང་པོ་འདི་དག་རྫས་གཅིག་གམ་ཐ་དད་གམ་གཅིག་གམ། མིང་གི་རྣམ་གྲངས་ཡིན་ཞེ་ན། ད་ཕུང་པོ་ལྔ་པོ་དེ་རྫས་གཅིག་པ་རེ་བས་ཐ་དད་རེ་བས་གཅིག། མིང་གི་རྣམ་གྲངས་རེ་བས་ཟེར་ན། བྱེ་བྲག་ཏུ་སྨྲ་བ་ནི་རྫས་ཐ་དད་པར་འདོད་དེ་དེ་བསྡུ་བ་ད་ཕུང་པོ་ལྔ་རྫས་ཐ་དད་ཡིན་ཞེས་པ་ད་ཕན་ཚུན་རེ་བ། འདི་ལྟར། དེ་ཡིན་དུས་ཕུང་པོ་ལྔ་རྫས་ཐ་དད་ཡིན་གསུངས་ན་རྣམ་ཤེས་ཀྱི་ཕུང་པོ་དང་འདུ་ཤེས་ཀྱི་ཕུང་པོ་ཆད། ཚོར་བའི་ཕུང་པོ་ཆད་པ་དེ་རྫས་ཐ་དད་འདོད་བོར་བ། འདོད་བ་ཡིན་ན་ནི་སེམས་གཅིག་གི་འཁོར་དུ་བྱུང་བའི་གཙོ་སེམས་དེ་དང་དེའི་འཁོར་དུ་བྱུང་བའི་སེམས་བཅུ་གཉིས་རྫས་ཐ་དད་ཡིན་པ་དག་ཟེར་ན་རེ་བ། ད་འདོད་ཟེར་བ་གཅིག་རེ་བ་དྲུག་ཟླ་གོང་མའི་ལུགས་ལ་ད་རྫས་གཅིག་རེ་བ། རྩའི་ཐ་དད་ཡིན་པར་འདོད་དེ་འདི་ལྟར་གཟུགས་ཀྱི་ཕུང་པོ་ནི་རགས་པ་དང་རིལ་བ་དང། རྡུལ་ཕྲན་གྱི་བདག་ཉིད་དུ་འདོད་ལ་དེ་གཉིས་ཀ་ཡང་རྩས་སུ་འདོད་དོ། ཚོར་བ་དང་འདུ་ཤེས་དང་ཨ་ནི་གར་སིལ་སོགས་ཡང། བདེན་མེད་ཀྱི་འདུ་བྱེད་དང། རེ་བ་ཨ་ནི་གར་སིལ་སོགས་ཡང་གཟུགས་དང་སེམས་ལས་ཐ་དད་ཅིང་དེ་དག།

སྐྱེ་བ་འགག་པ། གནས་པ་འཇིག་པ་ཟད་སྦྱོར་བ། འོ་དེ་རེད། འོ་ད་དེ་གལ་ཏེ་མཚུངས་ལྡན་མ་ཡིན་པའི་འདུ་བྱེད། འདུ་བྱེད་ཀྱི་ཕུང་པོ། བྱས་ཙང་ང་རང་ཚོའི་འདུ་བྱེད་ཀྱི་ཕུང་པོའི་མཚན་ཉིད་དེ་གྲུབ་མཐའ་གོང་མའི་ལུགས་ཀྱི་ང་དུས་རེའི་ནང་ཤར་ཡར་ཤར་འགྲིག་གི་མི་འདུག་བ་གཟུགས་གཞི་གང་ཡང་མ་ཡིན་པའི་འདུས་བྱས་སུ་དམིགས་པ་ཟེར་ལབ་ན། ཤེས་པ་ཆོས་ཀྱི་རང་མདོག་དེ་ཁེལ་ཡོང་ན་རེད་བ། ཤེས་པ་ཆོས་ཀྱི་གདོད་མའི་འདུས་བྱས་ཡིན་པ་དང། འོད་ཟེར་ནི།

མཚུངས་ལྡན་མ་ཡིན་པའི་ལྡན་མིན་འདུ་བྱེད་མཚུངས་ལྡན་མ་ཡིན་པའི་ལྡན་མིན་འདུ་བྱེད་གཟུགས་མ་ཡིན་པ་གང་ཞིག་འདུས་བྱས་ཡིན་པར་བགྱི་བར་རོ། དེ་ལ་ཡང་དེ་ཤ་ཡི་འདུ་བྱེད་ཀྱི། མཚུངས་ལྡན་འདུ་བྱེད་ཡི་སེ་ཡ་དེ་ག་རི་སི་རི་སི་ན་ད། ཚོར་བ་དང་འདུ་ཤེས་ཕུང་པོ་ལྔ་ན་ནི་ཚོར་བ་འདུ་ཤེས་གཉིས་མཚུངས་ལྡན་འདུས་དེའི་ལྷག་མ་སེམས་བྱུང་གཞན་དག་ཡོད་རོ། དེ་ལ་ག་རེ་ཡང་མཚུངས་ལྡན་འདུ་བྱེད་བགྱིའོ། གཟུགས་དང་མཚུངས་ལྡན་འདུ་བྱེད་གང་ཡང་མ་ཡིན་པའི་རུ། གཟུགས་དང་ལྡན་མིན་འདུ་བྱེད་གང་ཡང་མ་ཡིན་པ། ཟེར་བ་རུ། གཟུགས་ཤིག་གང་ཡང་མ་ཡིན་པ་ཟེར་རྒྱུ་ཡོད་ན། ལྡན་མིན་འདུ་བྱེད་ཟེར་ལྡན་པ་མ་ཡིན་པ་དེ་ག་རེ་བཞག་གོ་རེ་ཟེར་གྱི་ཡིན་ན་མཚུངས་ལྡན་འདུ་བྱེད་དང་དེ་ལས་གཞན་པའི་འདུ་བྱེད་གཉིས་བཞག་དེ་གཉིས་གང་ཡང་མ་ཡིན་པ། མཚུངས་ལྡན་འདུ་བྱེད་ཟེར་གྱི་ཡིན་ན་ཨ་ནི་ད་སེམས་ཀྱི་འཁོར་དུ་བྱུང་བའི་མཚུངས་ལྡན་ཡོད་རུ་བ་འོ་ད་སེམས་དང་སེམས་བྱུང་ལ་མཚུངས་ལྡན་འདུ་བྱེད་བཞག་དེ་མ་ཡིན་པ་ཟེར་ལབ་ན་ག་རེ་ཡང། འོ་དེ་སེམས་དེ་ཡང་འཕགས་པའི་ཡུལ་ཡོད་ཀྱི་རེད། སེམས་ཀྱི་འཁོར་དུ་བྱུང་བའི་ཚོར་བ་དང་འདུ་ཤེས་ལས་གཞན་པའི་སེམས་བྱུང་གང་ཡིན་པ་དེ་གར་ཡིན་པ་མཚུངས་ལྡན་འདུ་བྱེད་བཞག་པ་རེད། མཚུངས་ལྡན་འདུ་བྱེད་བཞག་པ་རེད། ད་མཚན་ཉིད་སྐྱེ་སོགས་བཞི་ལྟ་བུ་དེ་ག་རེད་རང་གི་ངོ་བོ། མཚུངས་ལྡན་ཡང་མ་ཡིན་པ་བཅས་གཟུགས་ཡང་མ་ཡིན་ངའི་དངོས་པོ་བྱུང་དགོས་པ་དེ་ལ་ག་རེད། མཚུངས་ལྡན་མ་ཡིན་པའི་འདུ་བྱེད་འོ་དེ་བཞག་པ། དེ་ཡིན་ཙང་སྔོ་འཛིན་མི་ཤེས་ཆོས་ཅེས་ཟེར་ན་མཚུངས་ལྡན་མ་ཡིན་པའི་འདུ་བྱེད་ཡིན་ཟེར་དགོས་འདུག་ཨ། ཨོ་ཡ། ཡིན་པ་ད། མཚུངས་ལྡན་འདུ་བྱེད་ཡིན་ན་སེམས་བྱུང་ཡིན་དགོས། རེད་བ། ནི་གཟུགས་ནི་མ་རེད་བ། དེ་ཡིན་དུས་མཚུངས་ལྡན་མ་ཡིན་པའི་འདུ་བྱེད་ཡིན། ས་ཐ་འདོད་པར་འདོད་དོ། ལྡན་མིན་འདུ་བྱེད་ནི་ས། གཟུགས་དང་སེམས་དང་སེམས་བྱུང་ལས་ཐ་དད་པའི་དངོས་པོར་འདོད་དེ་དུ་བ། ལྡན་མིན་འདུ་བྱེད་གར་སོ་གཟུགས་ཡང་མ་ཡིན་པ་ཆད། སེམས་དང་སེམས་བྱུང་གང་ཡང་མ་ཡིན་པའི་དངོས་པོ་གཅིག་ལ་གར་ཡིན་པ་ཡང་ལྡན་མིན་འདུ་བྱེད། འོ་ལྡན་མིན། མཚུངས་ལྡན་འདུ་བྱེད་དང་མཚུངས་ལྡན་མ་ཡིན་པའི་འདུ་བྱེད་གཉིས་དུ་བྱའོ། རྣམ་ཤེས་ཀྱང་ཕུང་པོ་བཞི་ལས་གཞན་པའི་ཕྱིར། ཐ་དད་པའི་ཕྱིར་ཕུང་པོ་ལྔ། ཐམས་ཅད་རྫས་སུ་ཡོད་པས་ལྷས་བྱིན་གྱི་ལུས་ཞེས་པ་ལྟར་ཕུང་པོ་ཡང་ཡིན་ལ་གཟུགས་ཀྱང་ཡིན་པས་གཟུགས་ཀྱི་ཕུང་པོ་བཞི་ཕྱི་དོན་དུ་དེ་བཞིན་དུ་ལྷག་མ་ལ་ཡང་སྦྱར་བར་བྱའོ། མདོ་སྡེ་པ་ནི། གཟུགས་དང་ཚོར་བ་དང་འདུ་བྱེད་དང་འདུ་བྱེད་དང་རྣམ་ཤེས་རྫས་སུ་ཡོད་ཀྱི་ལྡན་མིན་འདུ་བྱེད་ནི་ཟེར་བ་དག་བ་དང་དེ་མདོ་སྡེ་པ་ནི་གཟུགས་དང་ཚོར་བ་དང་ནི་ག་ཚོད་འདུ་བྱེད་དང། མཚུངས་ལྡན་གྱི་འདུ་བྱེད་དང་རྣམ་ཤེས་རྫས་སུ་ཡོད་ཀྱིས་རྣམ་ཤེས་རྫས་ཡོད་ཡིན་སྲིད་དོ་རྫས་སུ་ཡོད་ཀྱིས། མི་ལྡན་པའི་འདུ་བྱེད་ནི། ལྡན་མིན་འདུ་བྱེད་ནི་གཟུགས་དང་སེམས་དང་སེམས་བྱུང་གི་གནས་སྐབས་ལ་བཏགས་པའི་རེ་བ། བ་དང་བཏགས་ཡོད་ཡིན་གྱི་བྲལ་ཡོད་མ་ཡིན་སྲིད་ད་དེ་གསུངས་བ་འདི་མདོ་སྡེ་པ་གི་གར་རེད་ཡ། བདེན་པའི་འདུ་བྱེད་དེ་བཏགས་ཡོད་ཡིན་ཀྱང་རྫས་སུ་ཡོད་པ་མ་ཡིན་ཕྱིར། སེམས་དང་སེམས་བྱུང་དུ་གཟུགས་གར་ཚོར་བ་དང་དུ་གཟུགས་གར་ཡིན་པ་ཡང་མཚུངས་ལྡན་འདུ་བྱེད་དུ་གཟུགས་རྫས་སུ་ཡོད་པ་ཡིན་ཕྱིར། འོ་ན་རྡུལ་དང་སྐད་ཅིག་མ་རྫས་སུ་ཡོད་ཀྱི་རགས་པ་དང་རྒྱུན་རྫས་སུ་མེད་པའི་ཕྱིར་ཕུང་པོ་འང་བཏགས་པ་ཡོད་པ་ཡིན་ནོ་ཅེས་ཕུང་པོའི་རྒྱུན་དེ་མེད་དོ། དེས་ན་གཟུགས་ནི་རྫས་སུ་ཡོད་ལ། ཕུང་པོ་རྟག་པ་ཡིན་པའི་ཕྱིར། གཟུགས་ཀྱི་ཕུང་པོ་ཞེས་གཞི་ཐ་དད་པར་འདུ་བ་ལྷས་བྱིན་གྱིས་རིག་པ་ལྟ་བུ་དེ་བཞིན་དུ་རྣམ་པ་གཞན་ལ་ཡང་སྦྱར་རོ། ད་རྣལ་འབྱོར་སྤྱོད་པ་པོ་རྣམས་ནི་གཟུགས་ནི་སེམས་དང་སེམས་བྱུང་ལས་རྫས་ཐ་དད་པ་མེད་ལ་ཕྱིར་རྟག་སྟེ་ལྷས་བྱིན་གྱིས་རིག་པ་བདེན་མིན་འདུ་བྱེད་དེ་དག་ཀྱང་དེ་ལས་གཞན་དུ་མེད་ཀྱི། རྒྱུན་ཡང་རྫས་སུ་མ་གྲུབ་པའི་ཕྱིར་ཕུང་པོའང་རྟག་པར་ཡོད་པ་ཉིད་དུ་འདོད་དོ། གཉིས་པ་མིང་གི་རྣམ་གྲངས་ནི། ད་ང་དུས་འདི་ནི་ཤེས་བྱ་རབ་གསལ་གྱི་ཡོངས་སུ་བ།

ག་བ་ལས་དུ་ཡ་ད་དེ་ཁ་ས་འོ་ན་བསྟན་བཅོས་འདིར་རེ་གསུང་ང། འོ་དེ་རེ་བསྟན་བཅོས་འདི་ཆོས་ཐམས་ཅད་ཟག་བཅས་ཟག་མེད་ཀྱི་ཆོས་ཉིད་ཁོ་ནར་བསྡུས་ནས་སྟོན་པའི་རྒྱུ་མཚན་ཅི་ཡིན་ཞེ་ན་ཡོད་དེ། འདུས་བྱས་མཐོང་སོང་ངས་ད་ཡ། ཨ།

བླང་བྱ་མདོ་ཙམ་དུ་སྟོན་པའི་ཆེད་ཡིན་པས་ཕྱི་སེར་དུ་བ་དང་དེ་ཡིས་བཟའ། ད་མ་ཤི་ཕུ་གིའི་ནང་ལ། ཟ་བྱེད་དང་ཟ་མི་གཉིས་མཐའ་གཅིག་ཏུ་སྤང་བྱ་དང་དོར་བྱ་ཡིན་པས་བླང་བྱ་ཡིན་པའི་ཕྱིར་གསུང་མངོན་གྱི་འདུག་སྟེ་འདིའི་ནང་ལ་ཞིབ་ཆ་ཆེ་ཡོད་དུས་ཟ་བྱེད་ཀྱི་ཉོན་མོངས་དོར་བྱ་དང་གསུང་དུ་བ་དང་བོ་བ་དང། ཟ་མི་གྱི་རྣམ་བྱང་ཅེས་པ། ཟ་མི་གྱི་རྣམ་བྱང་ཟེར་ན་ད་འགོག་ལམ་ཉིད་ལྟ་བུར་རོ། བླང་བྱར་མདོ་ཙམ་དུ་གཏོགས་པའི་ཆེད་ཡིན་པའི་ཕྱིར་དེ་གསུང་དུ་བ་དང། དེ་གསུང་སྟངས་ལ་ལྟ་གི་ཡིན་ན་ད་ཟག་བཅས་ཐམས་ཅད་སྤང་བྱ་ཡིན་ལབ་ན་རང་བདེ་བོ་མེད་ངེས་ཚོར་གྱི་འདུག་བ། ཟག་བཅས་ཀྱི་བྱེ་བྲག་ཉོན་མོངས་པ་དེ་གའི་སྤང་བྱ་རེད། ཟག་མེད་ཀྱི་བྱེ་བྲག་རྣམ་བྱང་གི་ཆ་དེ་གའི་དོར་བྱ་རེད། དེ་འདྲའི་ཡིན་པ་ཤེས་པའི་ཆེད་དུ་ཨ་ནི་ཟག་བཅས་ཟག་པ་མེད་ཆོས་རྣམས་ཞེས་པ་རེད་དེ་ཟིན་མཚམས་དེ་འདུག་བ། འདུས་བྱས་ཆོས་རྣམས་ཞེས་བཤད་ན་དེ་ཇི་ལྟ་བུ་ཞེ་ན་བཤད་དུ་ཡོད་དེ། འདུས་བྱས་ཆོས་རྣམས་དེ་དག་ཀྱང་གཟུགས་ལ་སོགས་པའི་ཕུང་པོ་ལྔ། གཟུགས་ཀྱི་ཕུང་པོ་འཚོ་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་དེ་ལྔ་ཡོད་ཅིང་འདུས་བྱས་ཡིན་ན་དེ་གང་རུང་ཡིན་པས་ཁྱབ་པའང་ཡིན་པའི་ཕྱིར་ཏེ། ཕལ་ཆེར་རྟོགས་སླ་ཞིང། མི་རྟག་པ་དང་འདུས་བྱས་སོགས་ཡེ་ཤེས་རྣམས་དང། དུ་བ་རྣམ་མཁྱེན་ལྟ་བུ་བདེན་མེད་འདུས་བྱས་དུ་འཇོག་པའི་ཕྱིར་རོ་གསུངས་དུ་བ་དག་སྟེ། ཨོ་ད་དེ་རེད། སྐྱ་བཟང་རྣམ་རྒྱལ་ཡིན་ཟེར་ལབ་ན་ཁོའི་ནང་ཚན་དུ་བརྒྱུད་པའི་གཉིས་ཀ་དེ་གཡུང་དྲུང་རེད་བ། རང་མདོག་དེ་འདས་མའི་འདུལ་བྱེད་དུ་འཇོག་པའི་ཕྱིར་རོ། ད་དེ་ཡིན་པ་རེད་བ། ང་རང་ཚོའི་གྲུབ་མཐའ་གོང་མའི་ཞག་ཐང་ནང་ཞིག་བྱེད་ཀྱི་ཡིན་ན་ཟུར་བཞི་གང་ཡང་མ་ཡིན་པའི་འདུལ་བྱེད་སུ་དམིགས་པ་བཞག་རོགས་བ། དེ་ཡིན་ན་རྣམ་རྒྱལ་འདི་ཟུར་བཞི་གང་ཡང་མ་ཡིན་པའི་འདུལ་བྱེད་སུ་དམིགས་པ་འོ་རེད་གར་ཚེ་འོ་རེད་རྣམ་རྒྱལ་ལྟ་བུ། འདས་མའི་འདུལ་བྱེད་མ་ཡིན་པ་ཐ་ཟེར་བ། ཟུར་བཞི་གང་ཡང་མ་ཡིན་པའི་འདུལ་བྱེད་སུ་དམིགས་པ་མ་ཡིན་པའི་ཕྱིར་འདུལ་བྱེད་བ་ཡིན་པའི་ཕྱིར་ཟེར་གི་རེད་བ། ཨོ་ད་དེ་རེད། རྣམ་མཁྱེན་ལྟ་བུ་གར་སྲིད་སོགས་ཡང་འདས་མའི་འདུས་བྱས་དུ་འཇོག་པའི་ཕྱིར་རོ། འོ་ན། འདས་མའི་འདུས་བྱས་དང་ཤེས་པ་གཉིས་མི་འགལ་བར་འགྱུར་རོ་ཞེ་ན་འདོད་པ་ཡིན་ནོ་གསུངས་ཤིང་འདི་ལ་བརྟེན་ནས། འོ་དེ་རེ་ནི་གཟུགས་སྒྲ་མ་ཡིན་པ་མ་ཡིན་ཟེར་བ་ཁེགས་པར་འགྱུར་ཏེ། གཟུགས་བོང་ཡིན་པའི་ཕྱིར་ཁྱབ་སྟེ་གཟུགས་བོང་ཡིན་ན་ག་རེ་ཟ།

དུས་ཀྱི་ཟ་བའི་དུས་དང། འོ་ད་དེར་བདག་ལས་དེ་རིགས་འདུས་བྱས་མིང་གི་རྣམ་གྲངས་དེ་བྱས། དེ་ནི་མ་ཅིག་ཡིན་ཏེ་དེའི་ཕྱེད་ནི་འོ་ན་ཕུག་མོ་ལྔ་རྩེ་གཅིག་དང་ཐ་དད་ཡིན་ཞེ་ན། ཁ་ཅིག། བསྡུ་བ། ལྔ་ཀ་རྩེ་ཐ་དད་ཡིན་ཟེར་བ་མི་འཐད་དེ། དེ་བསྡུ་བ་དང། འོ་ད་ད་ལྟ་ང་རང་ཚོའི་ཁྱིམ་མཚེས་ནང་ལ་ག་རེ་ཐོན་སོང།

རྣམ་དག་ཡིན་ཞེ་ན། བྱེ་བྲག་ཏུ་སྨྲ་བ་ནི་རྫས་ཐ་དད་པར་འདོད་དེ་འདི་ལྟར། གཟུགས་ཀྱི་ཕུང་པོ་ནི་རགས་པ་དེ་རེ་རེ་དང། ཚོར་བ་དང་འདུ་ཤེས་དང། མཚུངས་ལྡན་འདུ་བྱེད་དང། གཟུགས་དང་སེམས་ལས་རྫས་ཐ་དད་ཅིང་དེ་དག་ནང་ཡང་ཐ་དད་པར་འདོད་དོ་ཟེར་དུ་བ་ཡང་འདྲ་སྟེ། རྫས་ཐ་དད་པ་ཡིན་གསུངས་དུ་བ། ད་འདིར་ཤེས་བྱ་རྣམས། ཤེས་བྱ་རབ་ཟེར་ན་འདིས་གསུངས་པ་རེད། ག་ཚོད། ཁ་ཅིག། ང་དགའ་མཛད་ཐ་དད་ཡིན་ཟེར་བ་མི་དེ་སྟེ། འཚོ་བ་དང་འདུ་ཤེས། མཛད་གཅིག་པའི་སྐབས་ཡོད་པའི་ཕྱིར་དང། དེ་གཉིས་ཀ་རྣམ་ཤེས་ཀྱི་ཕུང་པོ་དང་མཛད་གཅིག་པ་ཡིན་པའི་ཕྱིར་རོ་གསུངས། འཚོ་བ་དང་འདུ་ཤེས་གཉིས་པོ་དེ་མཛད་གཅིག་པའི་སྐབས་ཡོད་པའི་ཕྱིར་སེམས་གཅིག་གི་འཁོར་དུ་བྱུང་བ་ཡིན་ན་མཛད་གཅིག་ཡིན་གསུང་གི་ཡོད་རེད། ད་ནི་འཚོ་བ་འདུ་ཤེས་གཉིས་པོ་དེ་རང་འཁོར་དུ་ལྡན་པའི་སེམས་དེ་ནི་མཛད་གཅིག་པ་ཡིན་པའི་ཕྱིར་གསུངས། རེ་བ། རྟགས་སྡོམ་པ་དྲུག་སྟེ་གཟུགས་འཛིན་མིག་གི་རྣམ་པ་བཞི་པའི་འཁོར་དུ་བྱུང་བའི་ཚོར་བ་སོགས། འཁོར་ནང་ཕན་ཚུན་གར་ས། ནང་ཕན་ཚུན་གཙོ་བོ་དང་བཅས་པ་མཐའ་དག་རྫས་གཅིག་པ་ཡིན་པའི་ཕྱིར། རེ་ཟུང་ང། གཟུགས་ཕུང་དང་ཚོར་བ་སོགས། སེམས་བྱུང་རྣམས་ནི་རྫས་ཐ་དད་པ་སྟེ། གཟུགས་ཕུང་གཟུགས་ཀྱི་ཕུང་པོ་དང། ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་སྟེ་གཟུགས་ཕུང་དང་བག་རྫས་ཐ་དད་ཡིན་ཕྱིར། ཕྱི་དོན་ཁས་བླངས་པའི་ཕྱིར་རོ། ཞིབ་ཏུ་དཔྱོད་ཅེས་གསུངས་འདུག་བ། དེ་ཡིན་ཙང་བྱེ་བྲག་སྨྲ་བའི་ལུགས་ལ་རྫས་གཅིག་དང་ཐ་དད་ཟེར་ཏེ་ཁ་བྲལ་བྱ་གི་རེད་ཡ། རེད་བ། གང་ཡིན་ཟེར་ན། ང་རང་ཚོ་གི་འོ་དེ་རེད་དེ་ནི། མིང་འདུ་བྱེད་དང་ཟེར་ཡག་རྒྱུ་ཡོད་བ། འོ་ད་དེ་རེད་དེ་ནི་མིང་དང་བསྟན་བཅོས་གང་དགར་གྱི་འདུ་བྱེད་ཀྱི་ཕུང་པོ་བྱ་བ་རེད་བ། ཕྱིས་སུ། ཚིག་མིང་ལ་འཇུག། མིང་དོན་ལ་འཇུག་ཟེར་ཡི་འདུག་ང་རང་ཚོ་གྲུབ་མཐའ་གོང་མའི་བྱ་གཡག་གི་བུ་འཛིན་རྟོག་པ་ལ་བུམ་པ་སྣང་བ་ལྟ་བུའི་སྒྲ་དོན་དེ་འབྲལ་མེད་འདུས་བྱས་དུ་བཞག་གི་ཡོད་རེད་བ། དེ་འབྲལ་མེད་འདུས་བྱས་དུ་བཞག་ནས་དངོས་པོ་ཡིན་པ་ཁས་ལེན་གྱི་ཡོད་པ་ཡིན་འདུས་བྱས་ཡིན་པ་ཁས་ལེན་གྱི་ཡོད་རེད་བ། དེ་ནས་འདུས་བྱས་ཡིན་པ་ཁས་ལེན་ཡིན་དུས་ཙང་ནས་ད་ག་རེ་ཟེར་བ་རེད་ཅེས་རྟོག་པ་ལ་རང་མཚན་སྣང་བ་དངོས་སུ་སྣང་བ་ཁས་ལེན་གྱི་ཡོད་རེད་བ།

ཡང་སེམས་ཅན་གྱི་རྫས་གཅིག་ཡིན་ཟེར་ལབ་གི་ཡིན་ན་ད་རྫས་གཅིག་དང་ཐ་དད་ཟེར་ཡག་གི་ཡོད་རེད་བ། འོ་ད་དེ་རེད་ན་སེམས་དང་སེམས་ཅན་རྫས་གཅིག་ཡིན་ཟེར་ལབ་པ་ཡིན་ན་ད་ཨ་ལས་ངས་ལས་རྫས་གཅིག་ཡིན་ཟེར་ལབ་ན་ད་ལུང་ད་དེ་བགྲང་ཡག་འདུག་བ་ད། མ་ཡིན་པ་ད་ཡང་ཁྱིམ་འཇམ་པའི་དགོངས་པ་ཡིན་པའི་ཕྱིར་ཟེར་ན། རེད་བ། སྤྱི་ཡི་ཕུང་པོ་འདི་ད་གཅིག་གམ་ཐ་དད་གམ། གཅིག་བཀག་པའམ་མིང་གི་རྣམ་གྲངས་ཡིན་ཞེ་ན་བྱེ་བྲག་ཏུ་སྨྲ་བ་ནི།

བུམ་པའི་མིང་ཇི་ཡོར་བ། བུམ་པའི་མིང་ཟི་ལབ་ན་ག་རེ་ཡང་ང་ཚོས་གྲུ་བདག་གོང་མ་ཆད་ན་དགྲ་བགྱིད་དེ་ཐུན་བྱུགས་ཚུལ། དེའི་རྣམ་པ་ཡང་མི་ཤ་བ་དང་སྲིད། འདོགས་པ་དེ་འདྲའི་དེ་ཁས་ལེན་གྱི་ཡོད་དམ་མེད་ན་མི་ཤེས་ད་རེད་ད།

གཟུང་འཛིན་མིག་གི་རྣམ་པར་ཤེས་པའི་འཁོར་དུ་གྱུར་ཚོར་བ་འདུ་ཤེས་སོགས་ནང་ཕན་ཚུན་གཙོ་བོ་དང་བཅས་པ་མཐའ་དག་རྫས་གཅིག